ད་ང་ཚོ་ཆ་རྐྱེན་གཙོ་བོ་ག་རེ་ཚང་དགོས་ཟེར་བ་ཡིན་ན། ད་སྦྱོར་བ་ཞིག་གིས་ལྔ་བཅུ་ལྡན་པ་ཡིན་ལ་སྒྲུབ་དོན་རྫུན་པ་ཡིན་པའི་སྐབས་མེད་པ་ཞིག། ད་ལྔ་བཅུ་ལྡན་པ་ཡིན་ན་སྒྲུབ་དོན་ངེས་པར་དུ་ལྡན་པ་ཡིན་དགོས་ཀྱི་ཡོད་ན། ཨ་ནི་དེ་བསྟན་ཟེར་དེར་ལྔ་བཅུ་ལྡན་པ་ཡིན་ལ་ཨ་ནུའི་གྲུབ་དོན་བདེན་པ་མ་ཡིན་པའི་གནས་སྟངས་ཤིག་མེད་པ་ཡོད་ན་ད་དེ་དེ་བདེན་ཟེར་འདིར་ལྟར་སྔ་ཆོས་བདེན་པ་ཡིན་པ་ལ་ཨ་ནུའི་གྲུབ་དོན་བདེན་པ་མ་ཡིན་པའི་གནས་སྟངས་ཤིག་ཡོང་གི་ཡོད་ན་དབྱིན་དེ་དེ་བདེན་མ་ཡིན་པ་ཟེར་འདིར་ད་ང་ཚོ་འདི་ཡིག་སྟངས་དཔེ་མཚོན་འབྲས་བུ་ཞིག་བྱ་བ་ཡིན་ན་ད་འདི་ནང་ལོགས་ནས་ད་འདི་འདི་ཡི་དཔེ་མཚོན་བྱས་ན་དགེ་འདུན་པ་ཚང་མ་སྙིང་རྗེ་ཅན་ཡིན། སྙིང་རྗེ་ཅན་ཚང་མས་ཁྱེད་ཚོ་ལ་བརྩི་མཐོང་བྱེད་ཀྱི་རེད། འདིས་རྒྱུ་མཚན་གྱིས་དགེ་འདུན་པ་ཚང་མས་ཚེ་སྲོག་ལ་བརྩི་མཐོང་བྱེད་ཀྱི་རེད་ལབ་པ་ཡིན་ན། ད་ལྟའི་གནམ་ལོ་ནས་སྔ་བཅུ་དགེ་འདུན་པ་ཚང་མ་སྙིང་རྗེ་ཅན་ཡིན་ཟེར་དེ་དང། ཨ་ནི་སྙིང་རྗེ་ཅན་ཚང་མས་ཚེ་སྲོག་ལ་བརྩི་མཐོང་བྱེད་ཀྱི་རེད་ཟེར་དེ་གཉིས་གཉིས་སྔ་བཅུ་དེ་གཉིས་གཉིས་བདེན་པ་ཡིན་པ་ཡིན་ན། གྲུབ་དོན་འདི་ངེས་པར་དུ་བདེན་པ་ཡིན་དགོས་ཀྱི་འདུག་གོ་གི་མི་འདུག་ད་ང་ཚོ། ཕྱོགས་ཆོས་དང་རྒྱལ་ཁྱབ་གྲུབ་དགོས་འདུག་ན།

དེའི་རྒྱུ་མཚན་གྱིས་དགེ་འདུན་པ་ཚང་མས་ཚེ་སྲོག་ལ་བརྩི་མཐོང་བྱེད་ཀྱི་རེད་ཟེར་བ་ཡིན་ན། ལྔ་མཆོད་རྟེན་གཉིས་པོ་དེ་བདེན་པ་ཡིན་པའི་དབང་དུ་བཏང་ན། གྲུབ་དོན་དེ་བདེན་པ་ཡིན་དགོས་ཀྱི་འདུག་གོ་གོ་མི་འདུག། བོན་དེ་ཡིས་རྣམ་པ་ཚོར་བ་ཞིག་གི་བསམ་བློ་ཞིག་བཏང་ཟེར། བོན་དེ་དེ་དགོས་ཀྱི་འདུག་གོ་གོ་མི་འདུག། དགོས་ཀྱི་རེད། ད་དེ་དགོས་ཀྱི་ཡོད་ན་ད་དེ་འཐད་ལྡན་ཆགས་ཀྱི་ཡོད་རེད། ད་དེ་ང་ཚོར་དགོས་ཀྱི་ཡོད་རེད། དགེ་འདུན་པ་ཚང་མ་སྙིང་རྗེ་ཅན་ཡིན་པ་ཞིག་བྱེད་དགེ་འདུན་པ་ཡིན་ན་སྙིང་རྗེ་ཅན་ཡིན་པའི་ཁྱབ་པ་ཞིག་བྱེད། ཡང་སྙིང་རྗེ་ཅན་ཡིན་ན་ཚེ་སྟོད་ལ་ཚེ་སྲོག་ལ་བརྩེ་དུང་བྱེད་རྒྱུའི་ཁྱབ་རྒྱུ་ཡོད་ན། དགེ་འདུན་པ་ཡིན་ན་ཚེ་སྟོད་ལ་བརྩེ་དུང་བྱེད་པའི་ཁྱབ་དགོས་དགོས་རོགས། ད་དཔེར་ན་ཤར་འདི་འདྲ་ཞིག་རེད། དགྲ་ཡིན་ན་མི་རྟག་པ་ཡིན་པའི་ཁྱབ་དགོས། དགྲ་ཐམས་ཅད་མི་རྟག་པ་རེད། མི་རྟག་པ་ཐམས་ཅད་ཡོད་པ་རེད། འདི་རྒྱུ་མཚན་གྱིས་དགྲ་ཐམས་ཅད་ཡོད་པ་རེད་ཟེར་དེ་འདྲའོ་ཆགས་དོགས་ཆེ་ཚང་གཉིས་ཡིན་དགེ་འདུན་པ་ཚང་མ་སྙིང་རྗེ་ཅན་ཡིན། སྙིང་རྗེ་ཅན་ཚང་མས་ཚེ་སྲོག་ལ་བརྩི་མཐོང་བྱེད་ཀྱི་རེད། འདི་རྒྱུ་མཚན་གྱིས་དགེ་འདུན་པ་ཚང་མས་ཚེ་སྲོག་ལ་བརྩི་མཐོང་བྱེད་ཀྱི་རེད་ཟེར་ན། ད་འདི་ལྔ་བརྗོད་གཉིས་པོ་དེ་བདེན་པ་ཡིན་པའི་དབང་དུ་བཏང་ན་གྲུབ་དོན་དེ་ཡང་ངེས་པར་དུ་བདེན་པ་ཡོད་དགོས་ཀྱི་འདུག་དེ་ལ་ཁྱད་ལྡན་ཟེར་དེ་ད་འདི་ཡིན་ན་ཁྱད་ལྡན་ཆགས་ཀྱི་ཡོད། ཡང་ང་ཚོ་འདི་ཉིན་ཉིན་དྲུག་ཉན་གྱི་མ་རེད་ད། ལྔ་བཅུ་གཉིས་པོ་ལས་བདེན་པ་ཡིན་པ་ཡིན་ན་ཨ་ནི་གྲུབ་དོན་གྱི་བདེན་པ་ཡིན་ཡིན་དགོས་ཀྱི་རེད་ཟེར་ཏེ་ཁྱད་ལྡན་ལབ་ཀྱི་ཡོད་རེད་མ་གཏོགས་ཡང་ལྔ་བཅུ་གཉིས་པོ་དེ་བདེན་པ་རེད་ཟེར་གྱི་ཡོད་མ་རེད་ད་ཡང་འདི་ཡིན་ང་ཚོ་དེ་འཁྲུག་ཉན་གྱི་མ་རེད་ད་དགེ་འདུན་པ་ཚང་མ་སྙིང་རྗེ་ཅན་རེད་ཟེར་ཏེ་དེ་འདྲ་ནི་བདེན་པ་ཡིན་པའི་ཁྱད་པར་ཡོད་མེད་ཚད་ཅིག་ཅི་རིགས་རེད་བ། ད་སྙིང་རྗེ་ཅན་མ་ཡིན་གྱི་དགེ་འདུན་པ་ཡོད་སྲིད་པ་རེད་བ། ཨ་ནི་ཡང་ཨོ་དེ་འདྲ་འགྲོ་བ་ཆེ་དེ་ཡིན་པའི་རྒྱུ་མཚན་གྱིས་ད་དེ་འདྲ་དེ་ཁྱད་ལྡན་ཡིན་པའི་རྒྱུ་མཚན་དེ་ལྔ་བཅུ་གཉིས་པོ་ལས་བདེན་པ་ཡིན་པ་ཡིན་ན་གྲུབ་དོན་བདེན་པ་ཡིན་དགོས་ཀྱི་རེད། དེ་དེ་དེར་ད་ལྔ་བཅུ་གཉིས་པོ་ཡང་བདེན་པ་ཡིན་པ་ཡིན་ན་གྲུབ་དོན་དེ་ཡང་བདེན་པ་མ་ཡིན་མཁན་ཅིག་ཡོད་ཡོང་སྲིད་ཀྱི་ཡོད་རེད། བོན་བདེན་འདྲེས་ཀྱིས་ཨ་ནི་དེ་ཚོ་དེ་དེ་མ་ཡིན་ཟེར་ད་དཔེ་ཆ་བྱ་བ་ཡིན་ན་ཨོག་མ་དེ་ན་ཞིག་འདུག་ད་རོ་ད་དེ་ནང་ལོགས་ནས་ད་དེ་འདིར་ད་དེ་ནང་ལོགས་ལྷ་རིས་ཀྱི་འདུས་པ་ཁ་ཤས་བྱ་གཏོང་གི་འདུག་ཡིན་འདུས་པ་ཁ་ཤས་ཀྱིས་ཚན་རིག་སྦྱང་གི་འདུག་དེ་ལྔ་བཅུ་གཉིས་པོ་དེ་བདེན་པ་རེད་མ་རེད་ཟེར་ན་བདེན་པ་ཆགས་ཀྱི་ཡོད་རེད་ཡིན་འདུས་པ་ཁ་ཤས་ཀྱིས་བྱ་གཏོང་གི་ཡོད་རེད་ཡིན་འདུས་པ་ཁ་ཤས་ཀྱིས་ཚན་རིག་སྦྱང་གི་ཡོད་རེད་བདེན་པ་རེད་ད་འདི་ན་འདིའི་རྒྱུ་མཚན་གྱིས་དགེ་འདུན་པ་ཁ་ཤས་དེ་འདི་རྒྱུ་མཚན་གྱིས་ཚིག་རིས་སྦྱོང་མཁན་གྱི་དགེ་འདུན་པ་ཁ་ཤས་ཀྱིས་བྱ་ཐུང་གི་འདུག་ཟླ་བ་ཡིན་ན། ད་དེ་ལྔ་བཅུ་གཉིས་པོ་དེ་བདེན་པ་ཡིན་པ་ཡིན་ན་ཡང། བདེན་པ་ཡིན་པའི་དབང་བཏང་ན་ཡང་སྒྲུབ་དོན་དེ་བདེན་པ་ཡིན་དགོས་ཀྱི་འདུག་གང་ལྟར་དགེ་འདུན་པ་ཁ་ཤས་ཀྱིས་བྱ་ཐུང་གི་འདུག་དགེ་འདུན་པ་ཁ་ཤས་ཀྱིས་ཚིག་རིས་སྦྱང་གི་འདུག་འདིའི་རྒྱུ་མཚན་གྱིས་ཚིག་རིས་སྦྱོང་མཁན་གྱི་དགེ་འདུན་པ་ཁ་ཤས་ཀྱིས་བྱ་ཐུང་གི་འདུག་བསམ་ན། དེ་བདེན་པ་ཡིན། བདེན་པ་མ་ཡིན་པ་ཡོད་སྲིད་ཀྱི་འདུག་སྲིད་ཀྱི་མི་འདུག་ཡ། ང་ཚོ་འདི་བསམ་མི་དང་ད་ར། ཨ་ནི། དགེ་འདུན་པ་ཁ་ཤས་བྱ་དུང་གོ་ཆ་ལ་དགའ་བོ་ཡོད་མཁན་དགེ་འདུན་པ་བྱེད་ཀྱི་ཡོད་པ་དང། ཚན་རིག་དགའ་བོ་ཚན་རིག་སྦྱང་མཁན་གྱི་དགེ་འདུན་པ་བྱེད་ཀྱི་ཡོད་པ་དང། འདི་གཉིས་གཉིས་ཡོད་པའི་རྒྱུ་མཚན་གྱིས་ཚན་རིག་སྦྱང་མཁན་གྱི་དགེ་འདུན་པ་འདི་ཚོ་གི་ཆ་དུང་གི་འདུག་ཟེར་ན་དེ་ཁ་བ་དོག་གི་འདུག་བྱ། མ་དགའ་མཁན་ཚན་རིག་སྦྱང་ཡ་ལ་དགའ་བོ་ཡོད་མཁན་ཚན་རིག་སྦྱང་མཁན་གྱི་དགེ་འདུན་པ་དེ་འདྲ་ཡོད་སྲིད་ཀྱི་འདུག་ཟེར་གྱི་མ་རེད་ང་ཆོས་ལྡན་པ་ཡིན་པ་ཡིན་ན་ཡང། དེ་ཡོད་ཚིག་གི་རོ། དེའི་རྒྱུ་མཚན་གྱིས་ལྔ་བཅུ་གཉིས་པོ་དེ་བདེན་པ་ཡིན་པ་ཡིན་ན་ཡང་སྒྲུབ་དོན་བདེན་པ་མ་ཡིན་པ་བྱ་དགོས། ར་དེའི་ཧ་ལམ་ན་ཐེག་ལྡན་མ་རེད་ཟེར་དེ་ཐེག་ལྡན་མ་ཡིན་པའི་དཔེ་མཚོན་ཅིག་བྱ་དགོས། གང་དེ་བྱས། ད་དེའི་རྒྱུ་མཚན་གྱིས་ད་ང་ཚོ་བཀོད་པ་གཞན་པ་ཞིག་གོ་ནས་བསམ་བློ་བཏང་བ་ཡིན་ན་ད་ང་ཚོ་འདི་བྱས། ད་འདི་ན་བཀོད་པ་གཞན་པ་ཡི་སེམས་ལྟ་ན་དགེ་འདུན་པ་ཚང་མས་སྙིང་རྗེ་ཅན་རེད་ཟེར་དེ་དང་སྙིང་རྗེ་ཅན་ཚང་མས་ཚེ་བཙོན་ལ་བརྩི་མཐོང་བྱེད་ཀྱི་རེད་དེ་རྒྱུ་མཚན་གྱིས་དགེ་འདུན་པ་ཚང་མས་ཚེ་བཙོན་ལ་བརྩི་མཐོང་བྱེད་ཀྱི་རེད་ཟེར་དེ་ང་ཚོའི་ད་ནམ་རྒྱུན་གྱི་སྐད་ཆ་ཤི་ཚང་གིས་དཔེ་མཚོན་བྱེད་རོགས། ད་འདི་གི་ད་སྦྱོར་བ་བཀོད་པའི་ད་ང་ཚོ་དེ་སྔ་ཆོས་ཐམས་ཅད་ལ་ཁྱད་པར་ཡོད་པའི་གི་ཨ་ནི་མཚོན་རྟགས་ཅིག་བཞག་རྒྱུ་རེད། མཚོན་རྟགས་ག་རེ་བཞག་རྒྱུ་རེད་ཟེར་བ་ཡིན་ན་བཀའ་ཚང་མ་ཁ་རེད། ཨ་ནི་ཁ་ཚ་མ་ག་རེད། འདི་རྒྱུ་མཚན་གྱི་བཀའ་ཚ་མ་ག་རེད་ཟེར་ཏེ། འདི་གི་སྟངས་ང་ཚོ་ལྔ་བཅོས་བདེན་པ་ཡིན་ན་གྲུབ་དོན་བདེན་པ་ཡིན་དགོས་བས་ཀྱི་སྤྱི་ལ་ཁྱད་པར་དཔོག་པས་ཀྱི་ཨ་ནི། རོལ་བ་འདི་ལྟར་ཅིག། རྟགས་མཚན་སྒྲོག་ཅིག་དཔེ་ཨ་ནི། རྟགས་སྒྲོག་ཅིག་ཨ་ནི་མ་ཨ་ནི་བཞག་དགོས་དགོས་ན་བཀོད་པ་སྒྲོག་ཅིག་ད་འདི་ཆ་པོ་ལྷག་མདའ་ཀ་ཆ་ཚང་ག་རེད་ཁ་ཚ་མ་ག་རེད་འདི་རྒྱུ་མཚན་གྱི་བཀའ་ཚ་མ་ག་རེད་ད་འདི་ནང་ལོགས་ནས་དགེ་འདུན་པ་ཚང་མ་གཉིས་འདྲེས་ཅན་རེད་ཟེར་སྲིད་མ་ཀ་དེ་གར་ཆགས་ཡོད། དགེ་འདུན་པ་དེ་ཚོ་བྱ་གི་དོ། སྙིང་རྗེ་ཅན་རེད་ཟེར་ཏེ་ཁ་དེ་བྱ་གི་དོ། ཨ་ནི། ཁ་དེ་སྙིང་རྗེ་ཅན་ཟེར་ཏེ་ཁ་ཡིན་པ། ཨ་ནི་ཚེ་སྲོག་ལ་བརྩེ་དུང་བྱེད་ཀྱི་རེད་ཟེར་ཏེ་ཁ་ཡིན་པ། ད། དགེ་འདུན་པ་ཚང་མ་སྙིང་རྗེ་ཅན་རེད་ཟེར་དུས་ཀྱི་ཀ་ཚང་མ་ཁ་རེད་ཟེར་བྱ་གི་དོ། ཁ་ཚང་མ་ཁ་རེད། འདི་རྒྱུ་མཚན་གྱིས་ཀ་ཚང་མ་ཁ་ཁ་རེད་ཟེར་བྱེད་དོ། འདི་ཅི་ལས་ཁྱད་པར་འཕགས་པ་ཟེར་འདི་ཀྱི་ད་གོ་ནས་སྦྱོར་བའི་ཀྱི་བཀོད་པ་སྒྲོ་གཙོ་བོ་འདི་ཆགས་ཀྱི་ཡོད།

འཁྲུལ་བ་དྲུག་རུང་དུ་བྱས། གཉིས། སྤྱི་ལ་ཁྱབ་པོ་སྤོབས་པས་ཀྱིས། རྗེས་དཔག་སུ་ནི་ར། སྤྱི་ལ་ཁྱབ་པོ་སྤོབས་པའི་རྗེས་དཔག་འདི་ཀྱིས་རྣམ་བཞག་ཚོད་ལྟ་བྱེད་ལ་ཁེ་ཕན་ག་རེ་འདུག་ཁོ་རང་གི་ལས་ཀ་འདྲ་བོ་ག་རེ་འདུག་ཁོ་རང་གིས་འདི་ལ་རྐྱེན་འབྱུང་ག་རེ་བྱེད་ཀྱི་འདུག་འོན་འདིས་ང་ཚོ་ལྟའི་བརྙན་ཐུང་བཞི་བའི་ནང་ལ་རྗེས་ཕྱི་མའི་བརྙན་ཐུང་ནང་ལ་ས་བཅད་གསོལ་བ་ས་བཅད་བཞི་བ་དེ་གང་དུ་རེད། དེ་ནི་འཕྲོས་ནས་ད་ལྟ་དེའི་འཐད་ལྡན་གྱི་སྤྱི་ལ་ཁྱབ་པོ་སྤོབས་པའི་རྣམ་བཞག་དེ་དང་པོ་འགོ་བཙུགས་ཡ་ཞེས་རོ། འདི་ག་འདྲ་བྱས་ནས་ཟེར་བ་ཡིན་ན་ད། ད་རྣམ་པ་ཚོ་སྒྱུ་མ་ཚིག་རིས་འཛིན་གྲྭ་འགོ་ཚུགས་དུས་ཙམ་པ་ལ་ཨ་ནི་མཁས་པ་དེ་གི་མིང་ཡང་སྲིད་ཡང་སྲིད་གོ་གོ་ཐེན་ཐེན་ད་ལྟ་ཡིན་ན་ཅིག་མང་པོ་ཤེས་ཤེས་ཀྱི་ཡོད་ཀྱི་རེད་ད་ད་ང་ཚོ་འདི་ནུབ་ཕྱོགས་པའི་ཚིག་རིས་ཀྱི་ད་ཨ་ནི་ཨ་ནི་ཤིང་རྟའི་སྲོལ་འབྱེད་ཆེན་པོ་འདྲ་བོ་ཅིག་ཆགས་དགོས་རེད་ད་སྔ་མ་སྔ་མ Greece ཀྱི་ནི་ལྟ་གྲུབ་སྨྲ་བ་ཆེན་པོ Aristotle ཟེར་ཉེ་ཅིག་ཡོད་རེད་ད་དེ་ད་འདི་སྤྱི་ལ་ཁྱད་པར་དཔོག་པ་ཟེར་རྣམ་གྲངས་དེ་ད་འགོ་བཙུགས་ཀྱི་འདྲ་བོ་ཅིག་ད་ཁོས་དུས་ཚོད་ནས་འགོ་བཙུགས་ཀྱི་འདྲ་བོ་ཅིག་རེད་ད་གཙོ་བོ Aristotle ནི།

དོན་དེའི་རྣམ་པ་གསོད་གི་ཅིག་ཟེར་ཡས་འགྲོ་ཞེས་ར་རྒྱ་དེ་གཉིས་ཐ་དུས་དུས་ཐ་ཡུག་ཆག་གི་རེད་ལབ་ཐུག་གི་མི་འདུག་ལ་བྱེད་གི་མ་རེད་ཟེར་དེ་ཡང་ཧ་གོ་གི་མི་འདུག་ག་ད་རྣམ་པ་གསོད་གི་ཅིག་ཟེར་རྒྱུ་ཅིག་བྱས་དོན་དེ་འདྲས་བྱེད་ཐུག་ཟིན་ན།